རྟོག་བྱའི་ཀུན་སློང་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་ལམ་བིནྡུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། བདག་གཞན་བརྩེ་བས་ཕྱི་ནང་གི་བེ་རི་བིནྡུ་ཡོངས་ལ་གུས་པ་མོས་པ་བདག་རང་ངོས་ནས་འཚམས་འདྲི་སྐུ་ཁམས་བཟང་ཞུ་ཡ་ཡིས་རྣམ་པ་ཚང་མ་སྐུ་གསུང་གསལ་དྭངས་ཡིན་ཤག་ད་དེ་རིང་བརྙན་ཐུང་ཐུང་ཐུང་ཅིག་བཟོ་ངེས་འདོད་སོང། དེ་ཡང་ད་ད་ལྟ་རྒྱ་ནད་ཀོ་བིར་བཅུ་དགུ་དང་འབྲེལ་བའི་ཐོག་ལ་ཡིན་རྣམ་པ་ཚོས་དེ་གང་མང་མང་ཅིག་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན། རྣམ་པ་ཚོས་ཇི་ཙམ་གྱིས་བརྒྱུད་སྐུལ་གནང་བ་དེ་ཙམ་གྱིས་མི་མང་པོ་ཅིག་ལ་ཕན་ཐོགས་ཡོང་གི་རེད་ད་འདི་དངོས་གནས་ཀྱི་གཞན་ཕན་སྤྱི་ཚོགས་ཀྱི་ཞབས་ཞུ་དེ་འདྲའི་ཆགས་ཀྱི་ཡོད་རེད། དེ་འདྲ་སོང་ཙང་རྣམ་པ་ཚོས་ངེས་པར་དུ་གུས་པ་ལ་མཐུན་འགྱུར་གནང་རོགས་གནང་རྒྱབ་སྐྱོར་གནང་རོགས་གནང་ཞུ་ཡ་ཡིན།

ན་ཚ་འདི་ཡིན་འཁྱམ་པ་ཡིན་སུ་གཅིག་གིས་ཤེས་ཐུབ་ཀྱི་མ་རེད། དེ་འདྲ་སོང་ཙང་ཞེད་སྣང་བྱེད་དགོས་ཡ་དེ་འདྲའི་རྩ་བ་རང་ནས་ཡོད་མར་ན་ཚ་འདི། ན་ཚ་འདི་རྒྱུན་ལྡན་གྱི་འཁྱམ་པ་ལྟ་བུ་ཅིག་རེད་སོ་སོ་གི་སྨན་བཅོས་དུས་ཐོག་བྱེད་ཐུབ་པ་ཡིན་ན། སོ་སོ་གི་སོ་སོའི་ལུས་སྲོག་དང་སོ་སོའི་གཟུགས་ཁམས་ལ་བསམ་བློ་གཏང་ངེས་ཅན་པ་ཡང་རྒྱུན་ལྡན་གྱི་འཁྱམ་པ་ནང་བཞིན་ལས་སླ་པོ་ཅན་བཅོས་ཐུབ་ཀྱི་རེད། ད་འདི་ན་ཚ་དེ་གི་སྤྱོད་ཡུལ་ལས་འདས་པ་ཟེར་ན་སོ་སོས་དོ་སྣང་མ་བྱས་པ་ཕྱིར་སྣང་ཆུང་ཤོར་སོང་ན་ཨེ་ནི་སྐབས་གཅིག་ལ་ན་ཚ་དེ་གི་མིའི་སྲོག་འཕྲོག་ཡ་ཉེན་ཁ་ཡོད་རེད་གཞན་ན་ཚ་དེ་གི་མིའི་སྲོག་འཕྲོག་གི་མ་རེད་བརྒྱ་ཆ་དགུ་བཅུ་གོ་དགུ་དེ་འདྲ་སོང་ཙང་གལ་ཆེ་ཤོས་དེ་སོ་སོ་གི་ཟོག་པོའི་ནང་ལོགས་ལ་ནམ་རྒྱུན་གི་ཆམ་པའི་མངོན་རྟགས་ཡིན་ནའི་རེད་ག་འདྲའི་གི་མངོན་རྟགས་ཞིག་སླེབས་པ་ཡིན་ནའི། འདིའི་སྐབས་སུ་ཡིན་གཅིག་མིན་གཅིག། སྨན་ཟ་རོགས་ན་བོད་སྨན་སྟོན་ནས་རེད་རྒྱ་སྨན་ཟ་གི་ཡོད་ནས། གང་ལྟར། ཡིན་གཅིག་མིན་གཅིག། སྣང་ཆུང་བྱས་ནས་མང་བཞག་རོགས་ན། ད་ང་ལ་ཨ་མདའ་ཟུར་དུ་འབྲེལ་བ་བྱེད་མཁན་མང་པོ་གཅིག་གིས་དང་པོ་ཆམ་པ་ཡིན་གྱི་རེད་བསམ་སོང་ཉི་མ་གཉིས་གསུམ་དེ་འདྲའི་བསྡད་ཡིན་ཉི་མ་བཞིས་བསྡད་ཡིན་རྗེས་ལ་མི་དེ་ཚོས་དེ་འདྲའི་ལབ་གི་འདུག་ཨིན་བརྟག་དཔྱད་བྱེད་དུས་ཁོ། Positive རེད་བཞག་དེ་འདྲའི་དཀའ་ངལ་སླེབས་བསྡད་ཀྱི་འདུག་དེ་འདྲ་སོང་ཙང། ད་རྒས་དྲ་བའི་སྣང་ཆུང་དང་འཐུས་ཤོར་དེ་གིས། ཁྱེད་རང་གི་ཚེ་སྲོག་དེ་ཤོར་ཡག་གི་ཉེན་ཁ་ཆེན་པོ་ཞོ་ཅོག་རེད་ཁྱེད་རང་གི་ཚེ་སྲོག་དེ་མི་གཞན་གིས་འཕྲོག་གི་མ་རེད་ཁྱེད་རང་གི་ཚེ་སྲོག་དེ་ཁྱེད་རང་གི་འཐུས་ཤོར་ཆུང་ཆུང་གཅིག་གི་འཕྲོག་སྲིད་པ་རེད། དེ་འདྲ་སོང་ཙང་དེ་འདྲ་བའི་འཐུས་ཤོར་གྱི་རྣམ་པ་དེ་མ་གནང་རོགས་གནང་བདེ་སྐྱིད་གལ་ཆེ་དོན་ཆེ་བྱས་ནས་ཞུ་གི་ཡོད། ཨེ་ནི་གལ་སྲིད་ན་ཚ་ག་རེ་བྱུང་བ་ཡིན་ན་ཨེ་ནི་གལ་ཆེ་ཤོས་གཅིག་ཆུ་ཁོལ་མ་གནང་རོགས་ལ། སྦྲང་རྩི་དང་ཆུ་ཁོལ་མ་གནང་རོགས་ལ་ང་ཚོ་གི་སྨན་རྩིས་ཁང་གི་ཟོས་བཞག་པའི Vicks ཅི་དོ། མ་གནང་རོགས་ལ་སྨན་རྩིས་ཁང་གི་ཟོས་བཞག་པའི Vicks ཨིན་ཇི་ཡིན་ན Vicks ཨ་རུ་བམ། བོད་པའི་ཨ་རུ་ཟླ་ཞུན་འདི།

ད་འདི་རྣམ་པ་ཚོས་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་གནང་གལ་ཆེ་ཤོས་དེ་ད་ལྟའི་དུས་ཚོད་འདི་ལ་ང་རང་ཚོ་གི་ཐོས་ཤོར་ཞོ་ཅི་ཤོར་གི་འདུག་ཐོས་ཤོར་དང་སྣང་ཆུང་ཞོ་ཅི་འདི་རྩ་བ་རང་ནས་སྨྲ་གནང་རོགས་གནང་ཞུ་ཡག་ཡིན་ཐོ་ཅི་ཆེ་འདི་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་གནང་ཞུ་ཡག་ཡིན་ཐོ་ཅི་ཆེ།